གནམ་གཟུགས་ཕུང་ཁམས་སང་ང་ཏིང་འཛིན་མེ་ཏོག་ཡིན། ཨན་དེ་རིང་ངས་ནོ་བེལ་ཞི་བདེའི་གཟེངས་རྟགས་ཀྱི་ཉིན་མོ་འདིར་ཡར། ཆེ་བསྟོད་ཀྱི་རྩོམ་ཐུང་ཞིག་མ་ལོ་བ་ཡིན་ལྷན་སྐྱེས་སྒྲོག་བཞིན་བསེ་རོ་ན། དེ་རིང་གི་ཉིན་མོ་སྟེ། ཕྱི་ལོ་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་ཟླ་བ་བཅུ་གཉིས་པའི་ཚེས་བཅུ་ནི། འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་ལ། ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་བྱུང་རབས་ཁྱད་པར་ཅན་གྱི་དུས་ཆེན་ཞིག་ཡིན། གཟེངས་རྟགས་འདི་ནི་འཛམ་གླིང་ནང་རྩ་ཆེ་ཤོས་དང་སྙན་གྲགས་ཆེ་ཤོས་ཀྱི་གཟེངས་རྟགས་ཤིག་ཡིན་ལ། དེ་ཡང་མགོན་པོ་གང་ཉིད་ཀྱིས་འཚེ་མེད་ཞི་བ་དང་བྱམས་བརྩེའི་ལམ་ནས་འཛམ་གླིང་ཞི་བདེ་དང། འགྲོ་བ་མིའི་ཐོབ་ཐང། ཆོས་ལུགས་མཐུན་སྒྲིལ། ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ཐད་སྐུ་ངལ་འཛེམས་མེད་ཀྱིས་ཞབས་འདེགས་རླབས་ཆེན་བསྐྱངས་གནང་བར་ངོས་འཛིན་ཞུས་ཏེ་ཕུལ་བ་ཞིག་རེད། གཟེངས་རྟགས་འདི་བཞེས་པ་ལས་བོད་དོན་བདེན་པའི་འཐབ་རྩོད་ལ་རྒྱལ་སྤྱིའི་ངོས་འཛིན་དང་རྒྱབ་སྐྱོར་ཤུགས་ཆེ་རུ་ཕྱིན་ཡོད་ལ། ལྷག་པར་དུ་བོད་མིའི་འཚེ་མེད་ཞི་བའི་ལམ་ལུགས་ལ་འཛམ་གླིང་ཡོངས་ཀྱི་བསྔགས་བརྗོད་དང་རྗེས་འབྲངས་ཐོབ་ཡོད། དེ་ནི་སྔར་གྱི་ལོ་རྒྱུས་ནང་བོད་མི་རིགས་ཀྱི་གཟི་བརྗིད་དང་སྙན་གྲགས་མཐོ་ཤོས་སུ་སོན་པའི་དུས་སྐབས་ཤིག་ཀྱང་ཡིན་པས། དུས་དྲན་འདི་ནི་བོད་མི་ཡོངས་ལ་དགའ་སྤྲོ་དང་སྤོབས་པ་སྐྱེ་བའི་ཉིན་མོ་ཞིག་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་བོད་མི་རིགས་ཀྱི་ངོ་བོ་དང། སྲོག་རྩ། མགོན་སྐྱབས་ཕུབ་རི་བཅས་ཀྱི་བདག་ཉིད་ཆེན་པོ་ཞིག་ཡིན། སྐུ་ཚེ་ཧྲིལ་པོར་བོད་མི་རིགས་ཀྱི་རང་དབང་དང། ཆོས་དང་རིག་གཞུང། སྐད་ཡིག། མི་རིགས་ཀྱི་ངོ་བོ་བཅས་སྲུང་སྐྱོབ་ཆེད་སྐུ་ངལ་ཚད་མེད་སྐྱོན་གནང་མཛད་ཡོད། དེ་ཡང་འཚེ་མེད་ཞི་བའི་ལམ་ལུགས་དང་དབུ་མའི་ལམ་གྱི་སྲིད་བྱུས། ཆོས་ལུགས་རིས་མེད་ཀྱི་ལྟ་གྲུབ། འཇིག་རྟེན་སྤྱི་ཡོངས་ཀྱི་འགན་ཁུར་བཅས་ཀྱི་ཐབས་ལམ་བརྒྱུད་ནས་འཛམ་གླིང་ཡོངས་ཀྱི་ཡིད་དབང་རབ་ཏུ་འཕྲོག་པར་མཛད། བོད་མི་རིགས་ནི་ལོ་ངོ་སྟོང་ཕྲག་ལྷག་གི་ལོ་རྒྱུས་ལྡན་པའི་མི་རིགས་ཤིག་ཡིན་ལ། སྲོང་བཙན་སྒམ་པོ་ལྟ་བུའི་ཆོས་རྒྱལ་མཆོག་གསུམ་དང། ཐོན་མི་སམ་སྒོ་བྲག་ལྟ་བུའི་མཁས་དབང་རིམ་བྱོན་གྱིས་བཞག་པའི་རིག་གཞུང་གི་རྨང་གཞི་དང། སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་གཏིང་ཟབ་པར་བརླན་པའི་མི་རིགས་ཤིག་ཡིན། དེས་ན་བོད་མི་རིགས་འདི་ནི་རང་བཞིན་ལྷན་སྐྱེས་སུ་འཚེ་མེད་ཞི་བ་དང། བྱམས་བརྩེ། བཟོད་བསྲན། དྲང་བདེན་བཅས་ཀྱི་རིན་ཐང་ལ་བརྩེ་ཆེན་བྱེད་མཁན་གྱི་མི་རིགས་ཤིག་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། འདི་ལྟ་བུའི་རིན་ཐང་བྲལ་བའི་མི་རིགས་འདི་མགོན་སྐྱབས་མཛད་ཡོད། ྋགོང་ས་མཆོག་གི་དབུ་ཁྲིད་འོག་བོད་མི་རིགས་ཀྱིས་འཚེ་མེད་ཞི་བའི་ལམ་ནས་རང་དབང་འཐབ་རྩོད་བྱས་པ་དེས་འཛམ་གླིང་ནང་གི་དྲང་བདེན་དང། རང་དབང། དམངས་གཙོ། འགྲོ་བ་མིའི་ཐོབ་ཐང་བཅས་ཀྱི་འཐབ་རྩོད་ལ་མིག་དཔེ་བཟང་པོ་ཞིག་བསྐྲུན་ཡོད། དེ་ཡང་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚོགས་ཆུང་གིས་ངོས་འཛིན་གནང་བ་ལྟར། བོད་མི་རིགས་ཀྱི་འཚེ་མེད་ཞི་བའི་འཐབ་རྩོད་དེ་འཛམ་གླིང་ཞི་བདེ་དང་འགྲོ་བ་མིའི་རང་དབང་ལ་བྱས་རྗེས་བླ་ན་མེད་པ་བཞག་ཡོད། དེ་བས་ན་དེ་རིང་གི་དུས་དྲན་འདིར་ང་ཚོས་དགའ་སྤྲོ་ཆེན་པོས་སྲུང་བརྩི་ཞུ་བ་དང་ཆབས་ཅིག ྋགོང་ས་མཆོག་གི་དགོངས་གཞི་ལྟར། འཚེ་མེད་ཞི་བ་དང། བྱམས་བརྩེ། བཟོད་བསྲན། ཁོར་ཡུག་སྲུང་སྐྱོབ། ཆོས་ལུགས་མཐུན་སྒྲིལ། འགྲོ་བ་མིའི་བདེ་དོན་བཅས་ཀྱི་ཆེད་དུ་འབད་བརྩོན་ལྷོད་མེད་ཞུ་རྒྱུའི་ཆོད་སེམས་བརྟན་པོ་ཞིག་བཙུགས་ནས། རང་མི་རིགས་ཀྱི་རྩ་དོན་མངོན་འགྱུར་ཡོང་བའི་སྨོན་འདུན་ཤུགས་དྲག་ཞུ་རྒྱུ་ཡིན་པ་བཅས་འཕྲིན་སྙན་ཤར་བསྟན་འཛིན་མེ་ཏོག་ནས་ཐུགས་ཆེ་གནང།